ཚང་མ་ལ་བཀྲ་ཤིས་བདེ་ལེགས། རྣམ་པ་ལྷན་རྒྱས་སྐུ་གཟུགས་བདེ་ཐང་ཡོད་ཤག་རེད། ད་རིང་ངས་དངུལ་འཛིན་ཨེབ་ཏི་དང་འབྲེལ་བའི་ཕོམ་ཤོག་བཅོ་ལྔ་གི་སྐོར་ལ་རྒྱས་བཤད་བྱེད་ཀྱི་ཡིན། གང་ཡིན་ཟེར་ན་ཕོམ་ཤོག་བཅོ་ལྔ་སྐོར་ལ་དོགས་འདྲི་མང་པོ་ཡོང་བསྡད་ཀྱི་འདུག་རྣམ་པ་ཚོས་བརྙན་འདི་གཟིགས་ཚར་བའི་རྗེས་ལ་ཕོམ་ཤོག་བཅོ་ལྔ་དང་འབྲེལ་བའི་དོགས་པ་ཚང་མ་མེད་པ་ཆགས་པའི་རེ་བ་བྱེད་ཀྱི་ཡོད། དང་པོ་དེ་ལ་ཕོམ་ཤོག་བཅོ་ལྔ་སུ་ཡི་ཆེད་དུ་བཟོ་བ་རེད་ཟེར་ན། དེ་ནི་ཡོང་འབབ་ཁྲའི་ཀླད་ཀོར་ཡིན་ཟེར་མཁན་ཚོའི་ཆེད་དུ་བཟོ་བ་རེད། ཁྲའི་ཀླད་ཀོར་ཟེར་དུས་ལོ་གཅིག་གི་ནང་ཁྱེད་ལ་རྒྱ་གར་གཞུང་ལ་ཁྲལ་སྤྲོད་རྒྱུ་མེད་ཟེར་གྱི་ཡོད། དངུལ་སྐྱེད་ཀྱི་ཡོང་འབབ་ཐོག་ནས་འཐེན་པའི་ཁྲལ་དེ་ཡི་མིང་ལ TDS ཟེར་གྱི་ཡོད་པ་རེད། ཁྱེད་ལ་ཡོང་འབབ་ཁྲལ་བབས་ཀྱི་ཡོད་ན་གཞུང་ལ་ཁྲལ་སྤྲོད་དགོས་པ་ཡིན་དུས་ཕོམ་ཤོ་བཅོ་ལྔ་ཁྱེད་ཀྱི་ཆེད་དུ་མིན་པ་རེད། སོང་ཙང་གལ་སྲིད་ཁྱེད་ལ་ཡོང་འབབ་མེད་ན་ཁྲལ་སྤྲོད་མི་དགོས་པ་ཡིན་དུས་དངུལ་སྐྱེད་ཀྱི་ཁྲལ་མི་བཅད་པའི་ཕྱིར་དུ་ཕོམ་ཤོ་བཅོ་ལྔ་དེ་བཟོས་ཡིན་པ་རེད། ཡོང་འབབ་ཁྲལ་ཀླད་སྐོར་ཡིན་མིན་གྱི་དངུལ་གྱི་ཚད་གཞི་གཅིག་བཟོས་ཡོད་པ་རེད་དེ་ནི་འབུམ་བཞི་ཡིན་པ་དང། འབུམ་བཞིའི་མེད་འདབ་ཀྱི་ཡོང་འབབ་ཚོ་ནི་ཁྲལ་ཀླད་སྐོར་ཡིན་པ་མ་ཟད། ITR File ཁྲལ་དེབ་སྐྱེལ་ཡང་བྱེད་མི་དགོས་པ་རེད། མི་དེའི་རིགས་ཀྱིས་ཕོམ་ཤོག་བཅོ་ལྔ་དེ་བེད་སྤྱོད་གཏོང་ཆོག། དེ་འདྲ་ཡིན་དུས་ཁྱེད་རང་ཁྲལ་ཀླད་ཀོར་གྱི་ཁོངས་གཏོགས་ཡིན་ན་ཕོམ་ཤོག་བཅོ་ལྔ་དེ་ངེས་པར་དུ་རྒྱག་ནས། TDS བརྒྱ་ཆ་བཅུ་དེ་མི་བརྗེད་པའི་ཐབས་ཤེས་བྱེད་དགོས། གལ་སྲིད་བཅད་ཚར་སོང་བ་ཡིན་ན་ཁྲལ་དེབ་སྐྱེལ་བྱེད་སྐབས་མ་གཏོགས་ཚུར་ལེན་ཐུབ་ཀྱི་མ་རེད། ཡིན་ནས་ང་ཚོ་མང་ཆེ་བས ITR ཁྲལ་དེབ་སྐྱེལ་བྱེད་ཀྱི་མེད་དུས TDS བརྒྱ་ཆ་བཅུ་བཅད་པ་ཡིན་ན་ཕངས་པོ་རེད་བ། དེ་འདྲ་ཡིན་དུས་ཕོམ་ཤོ་བཅོ་ལྔ་དེ་ངེས་པར་དུ་འགྱངས་ཐུབ་པ་རང་བྱས་ན་ཡག་པོ་ཡོད། དངུལ་སྐྱེལ་གྱི་ནང་ནས TDS བརྒྱ་ཆ་བཅུ་འཐེན་པ་དེས་གཞུང་ལ་སྔོན་ལ་ཁྲལ་སྤྲད་ཀྱི་ཡོད་པ་དང་ཆ་རེད། ལོ་ལྟར ITR ཁྲལ་དེབ་སྐྱེལ་བྱེད་སྐབས་རང་ལ་ཡོང་འབབ་ཀྱི་ཁྲལ་ཁྱོན་བསྡོམས་ག་ཚོད་བབ་ཀྱི་ཡོད་ནས་དེ་ཡི་ནང་ནས TDS ལ་འཐེན་བཞག་པ་དེ་དག་གཅོག་ཆ་བྱེད་ཐུབ་ཀྱི་ཡོད་པ་རེད། གཤམ་ལ་ཕོམ་ཞོར་བཅོ་ལྔ་འགོག་མཁན་ཚོ་ལ་ཧ་གོ་དགོས་པའི་དོན་ཚན་ཁ་ཤས་ཞུས་ན། དང་པོ། ཕོམ་ཞོར་བཅོ་ལྔ་དེ་ལ་ཁག་གཉིས་ཡོད། ལོ་དྲུག་ཅུ་མན་ཆོད་ལ་བཅོ་ལྔ G དང་ལོ་དྲུག་ཅུ་ཡན་ཆོད་ལ་བཅོ་ལྔ H འགྱང་དགོས་ཡིན་པ་རེད། གཉིས་པ། དངུལ་རྒྱལ་ལོ་ལ་མི་གཞོན་པ་ལ་སྟོང་ཕྲག་ལྔ་བཅུ་དང་མི་རྒན་པ་ལ་འབུམ་གཅིག་བརྒལ་ན། TDS སྤྱད་ཡ་འགོ་བཙུགས་ཀྱི་རེད། ཚད་གཞི་དེ་ལས་འགེལ་གྱི་མེད་ན་ཕོམ་ཤོག་བཅོ་ལྔ་མ་བརྒྱངས་ན་ཡང་འགྲིག། འགེལ་གྱི་ཡོད་མེད་སོ་སོ་ལ་དངུལ་འཛིན་ཨེབ་ཀྲི་ག་ཚོད་ཡོད་མེད་བརྟག་དཔྱད་གནང་ན་མཁྱེན་ངེས་རེད། གསུམ་པ། ལོ་གཅིག་གི་རྩིས་ལོ་དེ་སྤྱི་ཟླ་བཞི་པའི་ཚེས་གཅིག་ནས་འགོ་བཙུགས་ཀྱི་ཡོད་པ་ཡིན་དུས། ལོ་ལྟར་ཟླ་བ་བཞི་པ་དེ་ཕོམ་ཤོག་བཅོ་ལྔ་བརྒྱང་ཡག་གི་དུས་ཚོད་ཡག་ཤོས་དེ་ཡིན་པ་རེད། བཞི་པ། དཔེར་ན་སྤྱི་ཟླ་བཞི་པར་ཁྱེད་ཀྱི་དངུལ་ཁང་ནང་ཕོམ་ཤོག་བཅོ་ལྔ་བརྒྱངས་ཟིན་པ་དང། སྤྱི་ཟླ་བདུན་པའི་ནང་དངུལ་ཁང་གསར་པ་གཞན་ཞིག་སྒོ་ཕྱེ་སྟེ། དེ་ཡི་ནང་དངུལ་འཛིན་ཨེབ་ཀྲི་བཞག་པ་ཡིན་ན། དེ་མ་ཐག་ཕོམ་ཤོག་བཅོ་ལྔ་གསར་པ་ཞིག་ཡང་བརྒྱང་དགོས། ལྔ་པ། མི་གཉིས་མཉམ་དུ་ཡོད་པའི་དངུལ་ཁང་རྩིས་སྒོ། རྩིས་མགོ་ཞིག་གི་ཡིན་ན། མི་དང་པོ་དེ་ཡིས་ཕོམ་ཤོག་བཅོ་ལྔ་བརྒྱང་དགོས་ཡིན་པ་རེད། དྲུག་པ། ཁྱེད་ལ་དངུལ་ཁང་གཉིས་གསུམ་ག་ཚོད་ཡོད་པ་ཡིན་ན་ཡང། ལོ་ལྟར་སྤྱི་ཟླ་བཞི་པའི་ནང་ཕོམ་ཤོག་བཅོ་ལྔ་དངུལ་ཁང་ཚང་མ་ལ་རེ་རེ་ཁ་ནས་འགྱངས་དགོས་པ་ཡིན། བདུན་པ། ཁྱེད་ཀྱི་དངུལ་ཁང་གཅིག་གི་ནང་ལ་དངུལ་འཛིན་ཨེབ་ཀྲི་གྲངས་ག་ཚོད་ཡོད་ན་ཡང་ཕོམ་ཤོག་བཅོ་ལྔ་གཅིག་གིས་གོ་ཆོད་པ་དང། ཕོམ་ཤོག་བཅོ་ལྔ་གཅིག་གིས་དངུལ་ཁང་གཅིག་ལ། ལོ་གཅིག་ཡོངས་རྫོགས་གོ་ཆོད་ཐུབ་ཀྱི་ཡོད། བརྒྱད་པ། TDS ཁྲལ་བརྒྱ་ཆ་བཅུ་དེ་དངུལ་ཁང་གིས་མི་ཉར་བར་ཟླ་རེར་སྟ་རེ་བདུན་ལ་ཡོང་འབབ་ཁྲལ་བསྡུ་ལས་ཁུངས་ལ་གཏོང་འགྲོ་གི་ཡོད། དཔེར་ན་སྤྱི་ཟླ་བཞི་བོད་ཀྱི TDS བཅས་བཞག་པ་དེས་སྤྱི་ཟླ་ལྔ་བོད་སྟ་རེ་བདུན་ལ་གཏོང་གི་ཡོད་པ་རེད། དགུ་པ། TDS Certificate ལག་ཁྱེར་དེ་ཟླ་བ་གསུམ་རེར་མཚམས་ནས་དངུལ་ཁང་གིས་འདོན་སྤེལ་བྱེད་ཀྱི་ཡོད། དཔེར་ན།

པན་ཀརྡ་དང་དངུལ་ཁང་རྩིས་མགོ་གཉིས་སྦྲེལ་མཐུད་བྱས་མེད་པ་ཡིན་ན TDS བརྒྱ་ཆ་བཅུ་ལས་ཡར་འཕར་ཏེ་བརྒྱ་ཆ་ཉི་ཤུ་བཅས་འགྲོ་བ་དང། ཕོམ་ཤོག་བཅོ་ལྔ་འགྱངས་པ་ཡང་ནུས་མེད་ཆགས་འགྲོ་གི་རེད། དེ་གཉིས་སྦྲེལ་མཐུད་བྱས་མེད་ན་བྱེད་དགོས་པ་ཡིན། བཅུ་གཅིག། དངུལ་ཁང་ལ་ཕྱིན་ཏེ་ཕོམ་ཤོག་བཅོ་ལྔ་འགྱངས་པ་ཡིན་ན་མཉམ་དུ་པན་ཀརྡ་གྱི་འདྲ་བཤུས་ངེས་པར་དུ་སྤྲོད་དགོས་ཀྱི་ཡོད། དེ་རིང་ཁ་སང་དངུལ་ཁང་གི་མཉེན་ཆས་བརྒྱུད་ནས་ཡང་ཕོམ་ཤོག་བཅོ་ལྔ་དེ་ཨོན་ལཱིན་འགྱངས་ཐུབ་ཀྱི་ཡོད། བཅུ་གཉིས། གལ་སྲིད ITR File ཡོང་འབབ་ཁྲལ་དེབ་སྐྱེལ་བྱེད་ཐུབ་ཀྱི་མེད་ན་ཕོམ་ཤོ་བཅོ་ལྔ་དེ་ངེས་པར་དུ་འགྱངས་ཐུབ་པ་རང་བྱེད་དགོས། གང་ཡིན་ཟེར་ན TDS བརྒྱ་ཆ་བཅུ་ནི་མི་དཀྱུས་མ་ཞིག་ལ་མཚོན་ན་ཉུང་ཉུང་མ་རེད། བཅུ་གསུམ། ཕོམ་ཤོ་བཅོ་ལྔ་འགྱངས་ཚར་བའི་རྗེས་ལ་དངུལ་ཁང་ལ་མ་སྤྲོད་གོང་འདྲ་བཤུས་གཅིག་རང་གིས་ཉར་ཐུབ་པ་བྱེད་དགོས། རྗེས་ལ་དགོས་མཁོ་འབྱུང་སྲིད་པ་ཞིག་རེད། གཤམ་ལ་ཕོམ་ཞོར་བཅོ་ལྔ་མི་དགོས་མཁན་ཚོར་དོན་དག་ཁ་ཤས་ཞུས་ན། དང་པོ། ཡོང་འབབ་ཁྲལ་སྤྲོད་འགོག་མཁན་ཚོར་ཡིན་ན་ཕོམ་ཞོར་བཅོ་ལྔ་དེ་མ་བརྒྱབ་ན་ཡག་ག་མཐོང་གི་ཡོད། དཔེར་ན་ལོ་ལ་གོར་ཁྲི་བཅུ་ཡན་ལ་ཡོང་འབབ་ཁྲལ་བབས་ཀྱི་ཡོད་ན། Advance Tax། ཞེས་པ་ཞིག་སྔ་འདོན་ཁྲལ་སྤྲད་དགོས་ཀྱི་ཡོད་པ་རེད། སོང་ཙང TDS བཅས་བཞག་པ་དེས་ཁྱེད་རང་གི་སྔ་འདོན་ཁྲལ་འདྲ་པོ་ཆགས་འགྲོ་གི་ཡོད་དུས། ཕོམ་ཞོར་བཅོ་ལྔ་མ་རྒྱག་ན་ཡག་ག་ཡོད། རྗེས་མར་རང་སྔ་འདོན་འཕྲལ་མ་སྤྲད་པའི་ཉེས་པ་ཉུང་ངམ་བབ་ཡག་ལ་ཡང་ཁྱད་པར་ཡོང་གི་ཡོད། གཉིས་པ། སྔ་འདོན་འཕྲལ Advance Tax དེ་ལོ་ལ་ཚར་བཞི་རེར་བྱས་ནས་སྤྲད་དགོས་པ་ཡིན། སྤྲོད་པའི་དུས་ཚོད་ནི་སྤྱི་ཟླ་དྲུག་པའི་ཚེས་བཅོ་ལྔ་བརྒྱ་ཆ་བཅོ་ལྔ། སྤྱི་ཟླ་དགུ་པའི་ཚེས་བཅོ་ལྔ་བརྒྱ་ཆ་བཞི་བཞི་ལྔ། སྤྱི་ཟླ་བཅུ་གཉིས་པའི་ཚེས་བཅོ་ལྔ་བརྒྱ་ཆ་བདུན་ཅུ་དོན་ལྔ། སྤྱི་ཟླ་གསུམ་པའི་ཚེས་བཅོ་ལྔ་བརྒྱ་ཆ་བརྒྱ་ཡིན་པ་རེད། བརྒྱ་ཆ་དེ་དག་ཁྱེད་ཀྱི་ལོ་ལ་ཁྲལ་ག་ཚོད་བབས་ཀྱི་ཡོད་མེད་བརྟག་དཔྱད་གནང་སྟེ་བརྒྱ་ཆ་ལ་བགོས་ཏེ་སྤྲོད་དགོས་པ་རེད། གལ་སྲིད་མ་འདང་བ་བྱུང་ཚེ་ཁྲལ་ལྷག་མ་དེ ITR བྱེད་སྐབས་སྤྲད་ཆོག་པ་ཡིན། གསུམ་པ།

གཤམ་ལ་ངས་ཕོམ་ཤོག་རྒྱང་སྟངས་སྐོར་ལ་འགྲེལ་བཤད་ཅིག་ཞུས་ན་ཕོམ་ཤོག་གི་སྡེ་ཚན་དང་པོ་ནས་བཅོ་ལྔ་བར་རང་གི་མིང་དང་པན་ཀརྡ་ཨང་གྲངས་སྡོད་གནས་ཁ་བྱང་ཁ་པར་ཨང་གྲངས། Email། ལ་སོགས་པ་ཡིན་པ་རེད་དེ་ཚོ་རྒྱང་རྒྱུ་སྟབས་བདེ་པོ་ཡོད་དུས་ངས་དམིགས་བསལ་ཞུ་གི་མིན། ཡིན་ནས་སྡེ་ཚན་བཅུ་དྲུག་ནས་མར་ཏོག་ཙམ་མགོ་རྙོག་ཡོད་ཡག་པོ་གཟིགས་རོགས་གནང། སྡེ་ཚན་བཅུ་དྲུག་དེ་ནི་ཁྱེད་ཀྱིས་དངུལ་ཁང་ད་ག་རང་གི་དངུལ་རྒྱས་བསྡོམས་དེ་རྒྱག་དགོས། དེ་ཟེར་དུས་གལ་སྲིད་ཁྱེད་ལ་དངུལ་ཁང་གཉིས་ཡོད་པ་ཡིན་ན་དངུལ་ཁང་དང་པོའི་ནང་དུ་ཡོད་པའི་དངུལ་རྒྱས་ཀྱི་བསྡོམས་དེ་འདིར་རྒྱག་དགོས། འདིར་དངུལ་རྒྱས་ཀྱི་བསྡོམས་ཟེར་དུས་དངུལ་ཁང་དང་པོའི་ནང་དུ་ཡོད་པའི་དངུལ་འཛིན་ཚང་མའི་བསྡོམས་ལ་ཟེར། དཔེར་ན་དངུལ་ཁང་དང་པོ་ལ་འབུམ་གཅིག་དང་དངུལ་ཁང་གཉིས་པ་ལ་དངུལ་རྒྱས་འབུམ་གཉིས་ཡོད་པ་ཡིན་ན། འདིར་ཁྱོན་བསྡོམས་དེ་ལ་འབུམ་གཅིག་བྲི་དགོས་པ་ཡིན། སྡེ་ཚན་བཅུ་བདུན་པ་ལ་ཆ་བཞག་ན། ཁྱེད་ལ་དངུལ་ཁང་ག་ཚོད་ཡོད་ཀྱང་ཚང་མས་ཁྱོན་བསྡོམས་དེ་རྒྱག་དགོས། དཔེར་ན་དངུལ་ཁང་དང་པོ་དང་གཉིས་པ་གཉིས་ཀས་དངུལ་བསྡོམས་དེ་འདིར་རྒྱག་དགོས། འདིར་དངུལ་ཁྱེད་ཀྱིས་བསྡོམས་ཟེར་དུས། དངུལ་ཁང་དང་པོ་དང་གཉིས་པ་གཉིས་ཀའི་ནང་དུ་ཡོད་པའི་དངུལ་འཛིན་ཚང་མས་བསྡོམས་ལ་ཟེར། གལ་སྲིད་དངུལ་ཁང་གཅིག་མ་གཏོགས་མེད་ན་སྡེ་ཚན་བཅུ་དྲུག་གིས་བསྡོམས་དེ་འདིར་རྒྱག་ན་འགྲིགས། དཔེར་ན་དངུལ་ཁང་དང་པོ་ལ་འབུམ་གཅིག་དང་དངུལ་ཁང་གཉིས་པ་ལ་དངུལ་རྒྱས་འབུམ་གཉིས་ཡོད་པ་ཡིན་ན། འདིར་ཁྱོན་བསྡོམས་དེ་ལ་འབུམ་གསུམ་བྲི་དགོས་པ་ཡིན། སྡེ་ཚན་བཅོ་བརྒྱད་ཀྱི་དང་པོ་ནི། ཕོམ་ཤོག་བཅོ་ལྔ་ག་ཚོད་རྒྱང་ཡོད་མེད་ཀྱི་གྲངས་ཀ་དེ་འདིར་རྒྱག་དགོས་དཔེར་ན་དངུལ་ཁང་གཉིས་ཡོད་པ་ཡིན་དུས། ཕོམ་ཤོག་གྲངས་ཀ་ཨང་ཀི་གཅིག་འདིར་བྲི་དགོས། གལ་སྲིད་དངུལ་ཁང་གཅིག་མ་གཏོགས་མེད་ན་འདིར་ཀླད་ཀོར་བྲི་དགོས། སྡེ་ཚན་བཅོ་བརྒྱད་ཀྱི་གཉིས་པ་དེ་ལ་ཕོམ་ཤོག་བཅོ་ལྔ། དངུལ་ཁང་གཉིས་པ་དེ་ལ་རྒྱང་བཞག་པའི་དངུལ་སྐྱེལ་གྱི་སྡོམ་དེ་འདིར་བྲི་དགོས། དཔེར་ན། གོར་འབུམ་གཉིས་ཡིན་དུས་འདིར་འབུམ་གཉིས་བྲི་དགོས། གལ་སྲིད་དངུལ་ཁང་གཅིག་མ་གཏོགས་མེད་ན། འདིར་ཡང་ཀླད་གོར་བྲི་དགོས། སྡེ་ཚན་བཅུར་དགུ་དེ་ལ། ཕོམ་ཤོག་རྒྱང་བཞིན་པའི་དངུལ་ཁང་ད་ག་རང་ནང་གི་དངུལ་འཛིན། གྲངས་ཀ་ག་ཚོད་ཡོད་ན་དེ་དག་གི་ཞིབ་ཕྲ་འགྲེལ་བཤད་འདིར་བྲིས་དགོས། དེ་ལ་ནང་གསེས་དབྱེ་བ་ལྔ་ཡོད། དང་པོ་དེ་ལ་དངོས་འཛིན་གྲངས་ཀ་ག་ཚོད་ཡོད་མེད། ཨེབ་ཀྲི་གཅིག་གཉིས་གསུམ་ག་ཚོད་ཡོད་ན་གྲངས་ཀ་དེ་འདིར་བྲིས་དགོས། གཉིས་པ། ཨེབ་ཀྲི་གི་ཨང་གྲངས་དེ་འདིར་བྲིས་དགོས་པ་ཡིན། གསུམ་པ། ཡོང་འབབ་ཀྱི་དོན་དག། དངུལ་བཅོལ་ཕྱོགས་ནས་ཡོང་བའི་དངུལ་སྐྱེད་ཟེར་དབྱིན་ཡིག་ཐོག་བྲིས་དགོས། བཞི་པ། ཨང་ཀི་བརྒྱ་དང་དགུ་བཅུ་གོ་བཞི་ཨེ། ཞེས་འདིར་བྲི་དགོས། ལྔ་པ། སྡེ་ཚན་བཅུ་དྲུག་གི་དངུལ་སྐྱེལ་གྲངས་འབོར་འདིར་བྲི་དགོས་པ་ཡིན་དཔེར་ན། དངུལ་ཁང་དང་པོས་དངུལ་སྐྱེལ་འབུམ་གཅིག་ལྟ་བུ། ལགས་སོ་རྣམ་པ་ཚོ་ད་རིང་གི་ལེ་ཚན་མཚམས་འདི་ནས་བཞག་གི་ཡིན་བརྙན་འདི་རང་གི་གཟིགས་ཚར་རྗེས་མི་གཞན་ལ་བརྒྱུད་སྐུར་གང་མང་གནང་རོགས། མང་པོ་ཞིག་ལ་ཕན་ཐོག་ཡོང་སྲིད། ང་ཚོ་ཐེངས་རྗེས་མའི་ལེ་ཚན་ནང་མཇལ་ཡོང་བཀའ་དྲིན་ཆེ།